ང་ཚོ་དངོས་སུ་སྔོན་མ་བེད་སྤྱོད་བྱ་མི་དགོས་པའི་དཔལ་འབྱོར་གྱི་ལམ་ལུགས་ཤིག་ལ་ཁ་ཕྱོགས་ཀྱི་ཡོད་པས། དྲ་ལམ་ནས་སྤྲོད་དངུལ་སྤྲོད་ཐབས་ཀྱིས་མི་ཚོས་དངུལ་སྤྲོད་སླད་གནང་སྟངས་ལ་འགྱུར་བ་ཐེབས་བཞིན་ཡོད། ཉོ་མཁན་མང་ཆེ་བས་དྲ་ལམ་ནས་སྤྲོད་དངུལ་སྤྲོད་པ་དེ་སྟབས་བདེ་པོ་ཡོད་པས་ལག་ཏུ་དངུལ་མ་འཁྱིལ་གྱི་མེད། དྲ་ལམ་ནས་སྤྲོད་ལེན་བྱེད་པ་དེ་སྟབས་བདེ་པོ་དང་མགྱོགས་པོ་བདེ་ཆགས་ཡོད་པས་དེས་ང་ཚོས་དཔྱ་དངོས་དང་ཞབས་ཞུའི་རིགས་སྣ་ཚོགས་ཉོ་སྟངས་ལ་འགྱུར་བ་བཏང་ཡོད། རྒྱ་གར་གཞུང་གིས་ཀྱང་དྲ་ལམ་ནས་སྤྲོད་དངུལ་སྤྲོད་ཐབས་དེ་ལ་ཤུགས་སྐྱོན་གྱི་ཡོད། ཐད་ཀར་གདོང་བསྟན་མི་དགོས་པ་དང་ཤུགས་པོ་བེད་སྤྱོད་བྱ་མི་དགོས་པ། དངོས་མང་བེད་སྤྱོད་བྱ་མི་དགོས་པ་བཅས་བྱ་རྒྱུའི་དམིགས་ཡུལ་ནི། དྲ་ལམ་བརྒྱུད་རྒྱ་གར་གྱི་དཔལ་འབྱོར་དང་སྤྱི་ཚོགས་ལ་འགྱུར་བ་བཏང་སྟེ་ནུས་པ་ཆེ་རུ་གཏོང་ཐབས་བྱ་རྒྱུ་དེ་ཡིན། བརྙན་ཐུང་འདིའི་ནང་དྲ་ལམ་ནས་སྤྲོད་དངུལ་སྤྲོད་ཐབས་ཀྱི་གོ་དོན་དང། ཉོ་ཚོང་རྒྱག་མཁན་ཚོས་དྲ་ལམ་ནས་སྤྲོད་དངུལ་སྤྲོད་པར་དཀའ་ངལ་མི་འཕྲད་པའི་ཆེད། རྒྱ་གར་ནང་ཚོང་ལས་རིགས་ཆ་ཚང་གིས་དེ་ལག་ལེན་བསྟར་ཕྱོགས་བཅས་ཀྱི་ཐད་རྒྱུས་ལོན་གནང་འདུག། དྲ་ལམ་ནས་སྤྲོད་དངུལ་སྤྲོད་ཐབས་ཟེར་བ་དེ་ག་རེ་རེད་ཞུས་ན། དྲ་ལམ་ནས་སྤྲོད་དངུལ་སྤྲོད་ཐབས་ནི་མི་ཚོས་དངུལ་སྤྲོད་ལེན་སྐབས་དངོས་སུ་དངུལ་མང་སྤྲོད་མི་དགོས་པའི་སྤྲོད་སྟངས་ཀྱི་རྣམ་པ་ཞིག་ཡིན། སྤྲོད་ལེན་གྱི་རྣམ་པ་དེ་ལ་ཐད་ཀར་དངུལ་ཁང་དང། གློག་ལམ་འབག་ཁུག། ལྗང་བུ། དྲ་ལམ་ནས་ཐོབ་འཛིན་སྤྲོད་ལེན UPI སོགས་བརྒྱུད་ནས། གནང་སྟངས་སོགས་རྣམ་པ་མི་འདྲ་བ་མང་པོ་ཡོད་པ་རེད། དེར་དངོས་མང་བེད་སྤྱོད་བྱས་ནས་བརྗེ་ལེན་བྱས་པའི་རྣམ་པ་དེ་ཡོད་མ་རེད། སྤྲོད་ལེན་དེ་དྲ་ལམ་བརྒྱུད་ནས་གནང་དགོས་ཀྱི་ཡོད་རེད་ལ། དེར་དངུལ་སྤྲོད་མཁན་དང་ལེན་མཁན་ཕྱོགས་གཉིས་ཀའི་ངོས་ནས་གློག་ཆས་ཀྱི་བརྒྱུད་ལམ་ཞིག་ལ་བརྟེན་ནས་གནང་དགོས་ཀྱི་ཡོད། འདིར་དྲ་ལམ་ནས་སྤྲོད་དངུལ་སྤྲོད་པའི་བརྒྱུད་ལམ་ཁག་ཅིག་ངོ་སྤྲོད་ཞུས་པ་བཞིན་སོ་སོའི་འདོད་མོས་ལྟར་གདམ་ག་གནང་ཆོག། དང་པོ། དངུལ་ཁང་གི་དངུལ་བྱང་རིགས། དེ་ནི་དྲ་ལམ་ནས་སྤྲོད་དངུལ་སྤྲོད་ཐབས་ཁྱབ་ཆེ་ཤོས་གྲས་ཀྱི་གཅིག་རེད། དངུལ་བྱང་དེ་དག་བེད་སྤྱོད་བྱ་བདེ་བོ་དང་འཁྱེར་བདེ་བོ། བདེ་འཇགས་ཡོད་པ་སོགས་ཁྱད་ཆོས་མང་པོ་ཡོད་པ་མ་ཟད། ཉོ་མཁན་ཚོར་བྱ་དགའ་ཕུལ་བ་དང་འཛིན་བྱང་སྤྲོད་པ། ཆག་ཡང་གཏོང་བ་སོགས་ཀྱི་རྣམ་པའི་སྒོ་ནས་ཁེ་ཕན་ཡང་མང་པོ་སྤྲོད་ཀྱི་ཡོད། དངུལ་ཁང་གིས་ལྗང་བུ་རིགས་མང་པོ་ཞིག་ལ་མི་ཚོས་དགའ་མོས་བྱེད་པའི་རྒྱུ་མཚན་གཙོ་བོ་ནི་དེ་དྲ་ཐོག་ནས་བེད་སྤྱོད་གཏོང་བའམ་ཡང་ན་དོ་བདག་སོ་སོ་བརྒྱུད་ནས་བེད་སྤྱོད་བྱས་པ་གང་ཡིན་ཡང་ངོས་འཛིན་ཡོད་པའི་དྲ་ལམ་ནས་སྤྲོད་དངུལ་སྤྲོད་ཐབས་གཅིག་པུ་དེ་ཡིན་པ་རེད། དཔེར་ན་ཉོ་མཁན་ཚོས་ཚོང་ཁང་དུ་ལྗང་བུ་འདི་བེད་སྤྱོད་བྱས་ནས་དཔྱ་དངོས་ཉོ་བའམ་ཡང་ན་དྲ་ཐོག་ནས་ཉོ་བ་གང་རུང་ལ་སྤྱོད་ཆོག་པ་ལྟ་བུ་རེད། ལྗང་བུ་འདིའི་རིགས་ཉོ་མཁན་ཚོས་དངུལ་ཁང་དང་འབྲེལ་ཡོད་ཀྱི་གསང་བའི་ཨང་གྲངས་བཞི་བེད་སྤྱོད་བྱས་པ་དེ ATM བརྒྱུད་ནས་དངུལ་བཏོན་ཐུབ་ཀྱི་ཡོད། དེང་སང་དངུལ་ཁང་ནང་དངུལ་འཇོག་མཁན་ཚང་མར་སོ་སོའི་དངུལ་ཁང་དང་འབྲེལ་བ་ཡོད་པའི་དངུལ་བྱང་རེ་སྤྲོད་ཀྱི་ཡོད། དངུལ་ཁང་བརྒྱུད་དྲ་ལམ་ནས་སྤྲོད་དངུལ་སྤྲོད་ཐབས་ལ་དོ་དམ་བྱེད་བདེ་པོ་ཡོང་ཆེད། དངུལ་ཁང་མང་ཆེ་བར་སོ་སོའི་མཉེན་ཆས་ལོགས་སུ་ཡོད། USSD། USSD ནི་ལ་རྒྱའི་ཁ་པར་ཐོག་མཉེན་ཆས་ཕབ་ལེན་ཐུབ་ཀྱི་མེད་ན་ཡང། ལ་རྒྱའི་ཁ་པར་བརྒྱུད་དངུལ་སྤྲེད་ལེན་གནང་འདོད་ཡོད་མཁན་ཚོའི་ཆེད་དུ་བཟོས་པའི་དྲ་ལམ་ནས་སྤྲོད་དངུལ་སྤྲོད་ཐབས་ཀྱི་རྣམ་པ་གཞན་ཞིག་ཡིན། དེ་ལ་སྤྲོད་དངུལ་སྤྲོད་པར་ཉོ་མཁན་ཚོར་ཁ་པར་ཐོག་དྲ་རྒྱའི་མཐུན་རྐྱེན་དགོས་ཀྱི་མེད། འདི་ནི་སོ་སོའི་ཁ་པར་ནས་ཨང་རྟགས་སྐར་མ་དགུ་བཅུ་གོ་དགུ་ཧེཤ་ཐོག་ཁ་པར་བཏང་ནས་བེད་སྤྱོད་བྱ་ཐུབ་པ་ཞིག་ཡིན་པས། དྲ་རྒྱ་ཐོད་བསྒུགས་མེད། དེ་ནི་དྲ་རྒྱ་དང་དངུལ་ཁང་གི་མཐུན་རྐྱེན་ཡག་པོ་མེད་མཁན་ཚོ་ལ་བེད་སྤྱོད་ཧ་ཅང་ཆེན་པོ་ཡོད། མཐུན་རྐྱེན་འདིའི་དམིགས་ཡུལ་གཙོ་བོ་ནི་སྤྱི་ཚོགས་ཀྱི་སྡེ་ཚན་ཚང་མ་ཐུན་མོང་དུ་སྤྱོད་པའི་དངུལ་ཁང་དང་དྲ་ལམ་ནས་སྤྲོད་དངུལ་སྤྲོད་ཐབས་གཅིག་གྱུར་གྱིས་ཟླ་འདྲིལ་ཡོང་ཆེད་ཡིན། འདི་བེད་སྤྱོད་བྱ་མཁན་ཚོས་དངུལ་སྤྲོད་ལེན་གནང་ཐུབ་པ་དང། དངུལ་ཁང་གི་དངུལ་རྩིས་ལ་ལྟ་ཐུབ་པ། དངུལ་ལྷག་སྐོར་གྱི་ཤེས་རྟོགས་ཐུབ་པ་བཅས་ཡོང་གི་ཡོད། USSD ནི་ཧིན་སྐད་དང་ཧིན་སྐད་ཚུད་པའི་སྐད་ཡིག་མི་འདྲ་བ་བཅུ་གཉིས་ཐོག་ཡོད་ལ། འདི་ནི USSD དང NPCI གཉིས་ཀྱིས་མཐུན་འགྱུར་གནང་བའི་ཞབས་ཞུའི་ལས་རིགས་ཤིག་ཡིན། མཐུན་རྐྱེན་འདི་བེད་སྤྱོད་གཏོང་འདོད་ཡོད་མཁན་ཚོས་ཐོག་མར NPCI ཡི་དྲ་རྒྱའི་ཐོག་ཕེབས་ནས། USSD སྐོར་ལ་རྒྱུས་ལོན་ཡག་པོ་གནང་རོགས་ཞུ་རྒྱུ་ཡིན། གསུམ་པ། ལག་ཐོགས་ཁ་པར་གྱི་དངུལ་ཁུག། ལག་ཐོགས་ཁ་པར་གྱི་དངུལ་ཁུག་ཏུ་སྤྲོད་ལོན་སྤྲོད་པར་བདེ་འཇགས་ཡོང་ཆེད་དངུལ་ཁང་དང་དངུལ་བྱང་གི་གནས་ཚུལ་རྣམས་མངོན་གསལ་མེད་པའི་སྒོ་ནས་བཅུག་ཡོད། དངུལ་ཁུག་འདིའི་ནང་སོ་སོའི་དངུལ་ཁང་ནས་དངུལ་བཅུག་སྟེ།

ཁ་པར་གྱི་ཀམ་པ་ནི་ཚོས་ཚོང་ལས་ཆུང་ཆུང་ལྔས་རྒན་གསོའི་རྩར་བཅར་ནས་ཁ་པར་གྱི་དངུལ་ཁུག་བེད་སྤྱོད་གཏོང་སྟངས་བསླབ་ཀྱི་ཡོད། ཁ་པར་གྱི་དངུལ་ཁུག་བརྒྱུད་ནས་དངུལ་སྤྲོད་ལེན་བྱེད་སྐབས་ཕྱོགས་གཉིས་ཀ་ལ་ཁ་པར་གྱི་དངུལ་ཁུག་མགོ་བོ་རེད། ཁ་པར་གྱི་དངུལ་ཁུག་ནི་དུས་རྒྱུན་གྱི་དངུལ་ཁང་དང་གཅིག་པ་མིན་པ་མཁྱེན་དགོས། དེར་བརྟེན་ཁ་པར་གྱི་དངུལ་ཁུག་གི་བྱུང་འཛིན་རྣམས་དངུལ་ཁང་ནང་བསྲེགས་ནས།

དུས་རྒྱུན་ཡོངས་ཁྱབ་ཏུ་སྤྱོད་པའི POS ནི་དངུལ་བྱང་རིགས་སྣ་ཚོགས་བེད་སྤྱོད་བྱ་སའི་འཕྲུལ་ཆས་དེ་ཡིན། དྲ་ལམ་དར་ཁྱབ་ཆེ་རུ་འགྲོ་བ་དང་བསྟུན་ཞབས་ཞུའི་འཕྲུལ་ཆས་འདིའི་བྱེད་ལས་རྣམས་ཁ་བ་དང་དྲ་རྒྱའི་ཐོག་ལ་ཡང་སླེབས་ཡོད། དེང་སང་ཁ་བ་ཐོན་གསར་པའི་རིགས་ཀྱི་ཐོག POS བེད་སྤྱོད་གཏོང་གི་ཡོད་པ་དང། མ་རྩ་ཉུང་ཉུང་བཙུགས་པའི་ཚོང་ལས་ཆུང་ཆུང་གཉེར་མཁན་ཚོར་འདི་བེད་སྤྱོད་ཆེན་པོ་ཡོད། སྤྲོད་དངུལ་སྤྲོད་ཐབས་སུ་དྲ་རྒྱའི་ཐོག Virtual POS བེད་སྤྱོད་གཏོང་རྒྱུ་ཡོད། ཚོང་ལས་ཆུང་ཆུང་གཉེར་མཁན་ཞིག་ཡིན་ན། ཉོ་མཁན་ཚོར་སྟབས་བདེ་པོ་ཡོང་ཆེད་དངུལ་བྱང་བརྒྱུད་ནས POS བེད་སྤྱོད་བྱས་ནས་བྱ་དངོས་ཉོ་ཐུབ་པ་བཟོ་ཆོག། འདིའི་རིགས་བེད་སྤྱོད་གཏོང་མཁན་ཚོས་རིན་འབབ་ཉུང་ཉུང་ཞིག་འབུལ་དགོས་ཀྱི་ཡོད་པ་དང། དངུལ་སྤྲོད་ལེན་ཟིན་པ་དང་དེའི་གྲངས་ཐོ་སོ་སོའི་དངུལ་ཁང་གི་རྩིས་ཐོའི་ནང་གསལ་ཡོང་གི་རེད། གལ་ཏེ་ཉོ་མཁན་ཞིག་གིས་འབུལ་བྱང Credit Card བརྒྱུད་ནས་བཅའ་ལག་ཉོས་པ་ཡིན་ན། ཉོ་མཁན་དེས་རྗེས་སུ་འབུལ་དངུལ་གསབ་དགོས་ཀྱི་ཡོད་ན་ཡང། ལྕགས་ལ་ཉོས་ཚར་མ་ཐག་ཉོ་ས་ལ་ཐད་ཀར་དངུལ་རག་གི་ཡོད། POS བེད་སྤྱོད་བྱས་ནས་དངུལ་སྤྲོད་ལེན་བྱས་པ་ཡིན་ན། ཉིན་གཅིག་གི་ནང་ཚུན་ལ་དངུལ་སྤྲོད་ལེན་དགོས་རིགས་ཆ་ཚང་ཚར་བ་ཡིན་པོ་རེད། གལ་ཏེ་ཁྱེད་རང POS བེད་སྤྱོད་གཏོང་དགོས་བསམ་མཁན་གྱི་ཚོང་བདག་ཞིག་ཡིན་ན། ཐོག་མར་འདི་ཚོང་མཁན་ས་ནས་བེད་སྤྱོད་གཏོང་སྟངས་ག་འདྲ་ཡིན་པའི་ལམ་སྟོན་ཞུས་ནས་མཁྱེན་པ་གནང་དགོས། UBI། UBI བརྒྱུད་ནས་དངུལ་སྤྲོད་ལེན་བྱེད་པར UBI ཡི་མཉེན་ཆས་རིགས་བེད་སྤྱོད་བྱེད་ཀྱི་ཡོད། ཞབས་ཞུའི་མཐུན་རྐྱེན་འདིའི་རིགས་ལ་ཉོ་མཁན་ཚོས་བེད་སྤྱོད་གཏོང་ལམ་གཅིག་ལ་དངུལ་ཁང་གཅིག་ལས་མང་བ་སྦྲེལ་ཆོག་གི་ཡོད། མཉེན་ཆས་འདི་བརྒྱུད་ནས་དངུལ་བསྐུར་བར IFSC ཨང་གྲངས་དང་དངུལ་བསྐུར་སའི་དངུལ་ཁང་གི་ཁ་བྱང་སོགས་གང་ཡང་དགོས་མཁོ་མེད། འདི་ལ་དངུལ་བསྐུར་སའི VBA དགོས་ཀྱི་ཡོད་ལ། འདི་ཡོད་ན་ལོ་འཁོར་མོའི་ནང་དངུལ་ག་དུས་བསྐུར་ན་ཡང་འགྲིག་གི་རེད། ཞབས་ཞུ་འདིའི་མཐུན་རྐྱེན་ལེན་པར་དངུལ་ཁང་གི་ཁ་བྱང་དང་ཁ་པར་ཨང་གྲངས་ཏན་ཏན་ཞིག་དགོངས་ཡོད། དྲུག་པ། BHIM མཉེན་ཆས། BHIM ནི UBI དང་མཉམ་འབྲེལ་གནང་གི་ཡོད་པ་ཞིག་ཡིན། མཉེན་ཆས་འདི་ཕབ་ལེན་གནང་མཁན་ཚོས VBA བེད་སྤྱོད་བྱས་ནས་དངུལ་སྤྲོད་ལེན་རིགས་གནང་ཐུབ་ཀྱི་ཡོད། སོ་སོའི་དངུལ་ཁང་གི་ཁ་བྱང BHIM དང་འབྲེལ་ཆོག་གི་ཡོད་ལ།

སྤྲོད་དངུལ་སྤྲོད་སྒོ་བརྒྱུད་ནས་དྲ་ལམ་དུ་སྤྲོད་དངུལ་སྤྲོད་པ་དང་ཁུངས་སྐྱེལ་བ་བདེ་འཇགས་ངང་སྤྲོད་ལེན་བྱེད་མཁན་ནང་ཁུལ་ལ། དངུལ་བྱང་བདག་པོའི་སྐོར་མཁོ་འདོན་བྱས་པ་བཅས་ཡོང་གི་ཡོད། སྤྲོད་དངུལ་སྤྲོད་སྒོ་དེ་ནི་ཁྲོམ་གཞུང་གི་ཚོང་ཁང་མང་ཆེ་བའི་ནང་བེད་སྤྱོད་གཏོང་བའི། POS། དང་ཧ་ཅང་འདྲ་བོ་ཡོད། སྤྲོད་དངུལ་སྤྲོད་སྒོ་བེད་སྤྱོད་གཏོང་སྐབས་དངུལ་སྤྲོད་ལེན་བྱེད་པར་བཅའ་ལག་ཉོ་མཁན་དང་འཚོང་མཁན་གཉིས་ཀའི་ངོས་ནས

དུས་རྒྱུན་སྤྱི་ཚོགས་ནང་ལག་ཏུ་འཁྱེར་རྒྱུ་ཡོད་པའི་དངོས་མང་ལྟ་བུ་ཞིག་མིན། ཚོང་ལས་རིགས་ག་འདྲ་ཞིག་ཡིན་ན་ཡང་དེ་ནི་བདེ་འཇགས་ཀྱི་སྒོ་ནས་དངུལ་སྤྲོད་ལེན་བྱེད་ཐབས་ཤིག་ཡིན་ལ། སྤྲོད་ལེན་བྱས་པའི་དངུལ་གྱི་ཐོ་གཞུང་ཉར་ཚགས་བྱེད་པ་ལ་ཡང་ཕན་ཐོགས་ཡོད་པ་ཞིག་ཡིན། གལ་ཏེ་ཁྱེད་རང་ཚོང་ལས་གཉེར་མཁན་ཞིག་ཡིན་ན་དེར BHIM དང UBI བེད་སྤྱོད་གཏོང་ཕྱོགས་ཁ་ཤས་ངོ་སྤྲོད་བྱས་ཡོད། དང་པོ།

ཉི་མ་རེ་རེའི་བྱུང་འཛིན་དང་མཐུན་པ་བྱེད་དགོས། བཞི་པ་དངུལ་སྤྲོད་ལན་ཁ་ཤས་ལ་དུས་ཚོད་ཏོག་ཙམ་འགོར་གྱི་ཡོད། ཡིན་ནའི་ནན་པོ་བྱས་ཏེ་ཉོ་མཁན་ཚོས་སྤྲོད་དངུལ་ཆ་ཚང་སྤྲོད་ཐུབ་པ་ཡོང་བ་གནང་དགོས། ལྔ་པ། དྲ་ཐོག་བརྒྱུད་སྤྲོད་དངུལ་སྤྲོད་ཐབས་ནི་སྟབས་བདེ་པོ་ཡོང་བའི་ཆེད་རེད། གལ་ཏེ་ཉོ་མཁན་ཞིག་གིས UPI བརྒྱུད་ནས་དངུལ་སྤྲོད་ཐབས་བྱས་ཀྱང་སྤྲོད་ཐུབ་ཀྱི་མེད་ན། སྤྲོད་ཐབས་ཀྱི་བརྒྱུད་ལམ་གཞན་པ་བེད་སྤྱོད་གནང་དགོས། ད་ཆ་ང་ཚོས་དྲ་ལམ་བརྒྱུད་ནས་དངུལ་སྤྲོད་ལེན་བྱེད་ཐབས་ག་རེ་ཡོད་པ་ཧ་གོ་གི་ཡོད་རེད། འདིར་དྲ་ལམ་ནས་དངུལ་སྤྲོད་ལེན་བྱེད་པའི་དགེ་མཚན་ཁག་ཅིག་ངོ་སྤྲོད་ཞུ་གི་ཡིན། དང་པོ། སྟབས་བདེ་པོ་དང་མྱུར་པོ་ཡོད། འདི་ནི་དྲ་ལམ་ནས་སྤྲོད་དངུལ་སྤྲོད་ཐབས་ཀྱི་དགེ་མཚན་ཆེ་ཤོས་དེ་རེད། མི་ཚོས་བང་བསྒྲིགས་ནས་སྒུག་དགོས་ཀྱི་མེད་ལ་དངུལ་ཁང་ནས་དངུལ་འདོན་པར་འགེངས་ཤོག་བཀང་བའི་རིགས་གནང་དགོས་ཀྱི་མེད། དངོས་དབང་དང་འབྲེལ་བའི་ལས་ཀ་ག་འདྲ་ཞིག་ཡིན་ཡང་གང་དུ་གནང་ཡང་ག་དུས་གནང་ཡང་གནང་ཆོ་ཆོག་ཡོད་རེད། དངུལ་ཁང་སྒོ་བརྒྱབ་ཡོད་མེད་དང་གུང་གསེང་ལ་འཁེལ་གྱི་ཡོད་མེད་སོགས་ལ་སེམས་ཁྲལ་གནང་དགོས་ཀྱི་མ་རེད། གཉིས་པ་བདེ་འཇགས་དང་རྩད་གཅོད་གཏོང་སླ་བ། དངུལ་ཉར་ས་དངུལ་ཁང་བྱས་ཏེ་བསྐུར་ས་དྲ་ཐོག་ནས་བྱས་ན་འགྲིག་གི་རེད། དེ་འདྲ་བྱས་ནས་དངུལ་བླང་དོར་ཡོང་བའི་སེམས་ཁྲལ་ཡོད་མ་རེད། དངུལ་གཏོང་ལེན་ཚང་མ་བདེ་འཇགས་ངང་གནང་ཆོག་གི་རེད། དེ་དང་འབྲེལ་བའི་གནས་ཚུལ་ཚང་མ་དེབ་སྐྱེལ་བྱས་པའི་ཁ་པར་ཨང་གྲངས་ཐོག་ལ་བསྐུར་ཡོང་གི་རེད་ལ། གཏོང་ལེན་བྱས་པའི་རྩིས་འབྲུ་ཡང་རག་གི་རེད། དེས་དངུལ་སྒོར་ལ་རྩད་གཅོད་བྱེད་པར་ཕན་ཐོགས་ཡོང་གི་རེད། གསུམ་པ་འགྲོ་སོང་ཉུང་བ། ལག་ཐོག་ཁ་པར་གྱི་དངུལ་ཁུག་དང་དྲ་ལམ་ནས་སྤྲོད་དངུལ་སྤྲོད་པའི་མཉེན་ཆས་རིགས་མང་ཆེ་བ་རིན་མེད་ཡིན་པ་དང་ཞབས་ཞུའི་རིན་འབབ་ཉུང་ཉུང་ཞིག་ལས་མེད། འདི་ལ་བརྟེན་ནས་མི་ཚོས་དྲ་ལམ་ནས་སྤྲོད་དངུལ་སྤྲོད་པར་འདོད་མོས་བྱེད་ཀྱི་ཡོད་ལ། དེས་དྲ་ཐོག་ཚོང་ལས་གཉེར་བར་ཡང་ཕན་ཐོགས་ཀྱི་ཡོད། དྲ་ཐོག་ནས་སྤྲོད་དངུལ་སྤྲོད་ཐབས་རིགས་བསྒྱུར་ནས་དཔྱ་དངུལ་ཉོས་ན། རིན་གོང་ཆུང་བ་ཡོང་གི་རེད། བཞི་པ། རིན་གོང་ཆག་ཡང་དང་དངུལ་ལོག་པ་རིན་མེད་སྤྲོད་པ། དྲ་ལམ་ནས་སྤྲོད་དངུལ་སྤྲོད་པའི་དངུལ་ཁང་ཚོས་མི་རྣམས་ཀྱིས་དྲ་ལམ་ནས་སྤྲོད་དངུལ་སྤྲོད་ཐབས་བེད་སྤྱོད་བྱེད་པ་ལ་དམིགས་ནས། དངུལ་ཕྱིར་སློག་པ་དང་བྱ་དགའ་སྤྲོད་པ་སོགས་ཀྱང་གནང་གི་ཡོད། འདི་ལ་བརྟེན་ནས་དྲ་ལམ་ནས་སྤྲོད་དངུལ་སྤྲོད་མཁན་མང་དུ་འགྲོ་བ་དང་དངུལ་མང་ཉར་མཁན་ཉུང་དུ་འགྲོ་གི་ཡོད། མཇུག་བསྡོམས། ཚོང་ལས་གཉེར་མཁན་ཞིག་གི་ངོས་ནས་བཤད་ན་བཅའ་ལག་ཉོ་མཁན་ཚོ་དྲ་ལམ་ནས་དངུལ་སྤྲོད་ཆོག་པའི་གདམ་ག་སྤྲད་ན། ཁྱེད་རང་གིས་ཁོ་ཚོས་ཁྱེད་རང་ས་ནས་བཅའ་ལག་ཉོ་བར་སྟབས་བདེ་པོ་ཡོང་ཨེ་བྱེད་དོ་རེད། སྤྲོད་དངུལ་སྤྲོད་པ་དེ་ཧ་ཅང་གནད་འགག་ཆེན་པོ་རེད་དེར་བརྟེན་ཉོ་མཁན་ཚོར། དངུལ་སྤྲོད་ཐབས་བདེ་པོ་བཟོས་ན་ཁོང་ཚོ་ཁྱེད་རང་སར་ལ་ཡང་ཡང་ཡོང་བར་ཕན་ཐོགས་པོ་རེད། དྲ་ལམ་ནས་སྤྲོད་དངུལ་སྤྲོད་ཐབས་འདིས་བྱུང་སོང་གི་རྩིས་ཁྲ་ཉར་སྟངས་སྟབས་བདེ་པོ་ཡོང་ཡ་ལ་ཡང་ཕན་ཐོགས་པོ་ཡོད། མཉེན་ཆས་རིགས་བརྒྱུད་ནས་རྩིས་ཐོ་ཕབ་ལེན་བྱེད་ཐུབ་ཀྱི་ཡོད་ལ། གཟའ་འཁོར་གཅིག་གི་ནང་གཟའ་ག་དུས་ཉོ་མཁན་མང་བ་བྱུང་བའི་གནས་ཚུལ་གལ་ཆེན་རིགས་ཀྱང་ཤེས་ཐུབ་ཀྱི་ཡོད། གནས་ཚུལ་ཚང་མ་ཤེས་ཆོས་ཆོག་ཡོད་པ་དེ་ཡིས་རྒྱ་གར་གྱི་ཚོང་ལས་ནང་མི་ཚང་མ་དྲ་ལམ་ནས་སྤྲོད་ངོས་སྤྲོད་པར་གོམས་འདྲིས་ཤུགས་ཆེན་པོ་ཡོད་པ་ཆགས་ཡོད། ཆེད་ལས་པ་ཞིག་ལ་འབྲེལ་བ་གནང་ནས་སོ་སོས་ཚོང་ལས་གཉེར་བར་དྲ་ལམ་ནས་སྤྲོད་ངོས་སྤྲོད་ཐབས་བཟོ་བཅུག་དགོས།